གནའ་དཔེའི་ཁྲོད་ཀྱི་ཡིག་འབྲི་ལ་ཟུངས་ཤུགས་རྒྱས་པར་བརྒྱུད་ན་དེ་གས་ཤེས་དགོས་ཀི། དེ་ཡིན་ན་ང་ཚོས་གི་དབྱངས་རྟ་འདི་གཟུགས་ལ་ཆི་གས་ཟུངས་ཤུགས་རྒྱས་དགོས་ཀི་ཟེར་ན། ད་སྔ་ང་རང་གི་བསམ་ཚུལ་ལ་ཐབས་ལམ་གཉིས་ཡོད་ཀི། ཐབས་ལམ་དང་བོ་དི་ད་སྔ་ཡིན་ན་ད་ང་ཚོས་གི་མྱི་མང་བོ་ཟིག་གི་མཐུན་རྐྱེན་ལ་བརྟེན་ནས་འདི་བསྡུ་སྒྲིག་བྱས་ཡོད་ནི་རེད། དོན་དག་གཉིས་པ་དི་ང་ཚོས་གི་ཆི་གས་ཟུངས་ཤུགས་རྒྱས་གི་འཇུག་དགོས་ཀི་ཟེར་ན། མི་མཐུན་ནས་རྒྱུན་འཛིན་པ་ལ་བརྟེན་ནས་དེ་ནས་རྒྱུད་འཛིན་པ་ཁོས་ཚུལ་གྱིས་ད་ལྟ་རྒྱུད་འཛིན་ཤེས་བཞིན་པའི་ལུས་ཀྱི་ཡང་ལྟ་ཧྲུལ་མ་ཉམས་པ་འདི་འདི་ལ་དེ་ནས་ལྷ་བཞི་འམ་ཡང་ན་ལྷོ་བསྐྱིབས་ལྟ་བུ་ཅིག་ལས་ནི་མི་མཐུད་དུ་མཐར་སྒྲིག་སྦྱོར་རེ་བ་དུས་ཐག་རེ་བ་རྒྱག་བཞིན་པའི་སྒང་ཡིན། ཏཱ་འདི་རྒྱ་ཡོ་སི་ཡིས་སི་ཁྲོན་བལ་ཡུལ་གནའ་དཔེ་བཙོན་འཁྲིད་ཁང་དུ་བལ་ཡུལ་གནའ་དཔེ་འཚོལ་བསྡུས་དང་ལས་སྒྲིག་དཔེ་སྐྲུན་བཅས་བྱས་ཡོད་ལ། དེར་བལ་ཡུལ་གནའ་དཔེ་རྩ་ཆེན་ཁྲི་སྲིན་ལྷག་ཡོད། གཙོ་བོ་ཆོས་ལུགས་བསམ་བློ་དང་འཚེ་མེད་རིག་གཞུང་གསོ་རིག་སྨན་གཞུང་སོགས་ཁྱབ་ཁོངས་མང་པོ་འདུས་ཡོད་པ་རེད། འདིའི་དཔེ་ཆ་འདིའི་ནི་ངག་འོག་གི་གནའ་བོའི་དབྱངས་ཡིག་ཞིབ་འཇུག་ཏུ་གཟིགས་གོ་གིན་འདིའི་དཔེ་ཆ་འདི་བོད་ལྗོངས་སློབ་གྲྭ་ཆེན་མོ་གི་དགེ་རྒན་དགེ་འདུན་འཕེལ་རྒྱས་ལགས་ཀྱི་བསམ་བློ་དེ་མི་ཟེར། འདིའི་དཔེ་ཆ་འདི་གི་རིན་གོང་ཡིན་ན་སྒོར་མོ་དགུ་བཅུ་གོ་བརྒྱད་ཁྲི་ཉིན་དེ་སྒོར་མོ་བཞི་བརྒྱ་ལྷག་ཙམ་ཡིན་ན་དྲ་ཐག་ནས་ཉོས་ནས་ཡིན། འདི་ཉོ་དགོས་ཆེད་པའི་རྒྱུ་མཚན་ཆེད་ཡིན་ཟེར་ན། ང་ཚོས་དཔེ་ཆ་འདི་སྒྲིག་བཞིན་པའི་སྒང་བོད་ཀྱི་དབྱངས་ཡིག་ཕྱོགས་བསྒྲིགས་ཞེས་པ་འདི་གི་དཔེ་ཆ་འདི་སྒྲིག་བཞིན་པའི་སྒང་ཡང་འདི་ལ་སི་རྟ་དང་དེ་ནས་འདི་གི་ནང་ནས་ལེགས་ཆ་མང་བོ་ལེན་འཇུག། སི་ཁྲོན་པེ་ཡི་གནའ་དཔེ་བརྩོན་འགྲུས་ཁང་གི་ཁྱིམ་གཞི་ཆེན་མོ་འདིར་དཔེ་ཆ་ལེན་པ་དང་པར་རྒྱག་པ། ལྟ་གཞི་དང་ཐོ་འགོད་དབང་ཤེས་སོགས་བྱེད་པ་ནི་ད་ལྟའི་རྒྱ་དང་ཚོ་པ་འདིའི

ཚང་མ་གི་བསམ་འཆར་རེ་འདོན་དགོས་གི། ཉེ་ཆར་གཅིག་འབྲི་ཁང་གི་བོད་ཡིག་གི་ཤེལ་ཁང་ཁོར་ཡུག་སྲུང་སྐྱོང་གི་དཔེ་ཚོགས་འགྲེམས་སྤེལ་བྱེད་པའི་ལས་ཀ་ལ་བྲེལ་བཞིན་ཡོད། ཀྲུང་གོ་གསར་པ་དབུ་བརྙེས་ནས་ལོ་དུ་ལྔ་འཁོར་བ་བསུ་མ་ཞུ་བ་དང་བོད་ཡིག་གནའ་དཔེ་ཡི་ངོ་མཚར་མངོན་པའི་ཆེད་དུ་གཙོས་འབྲི་ཁང་གིས་ད་དུང་སྔོན་མོ་བཤམས་སྟོན་ཁང་འཛུགས་སྐྲུན་བྱེད་པར་གྲ་སྒྲིག་བྱེད་བཞིན་འདུག་སྔོན་མོ་བཤམས་སྟོན་ཁང་ནི་བོད་ཡིག་དང་རྒྱ་ཡིག་རིག་གནས་ཐོན་རྫས་འདྲེན་ཁུལ་མཉམ་ལས་ཁུལ་བཅས་སུ་དབྱེ་བ་དང། དེ་ནི་དཔེ་ཀྱི་རིག་གནས་འགྲན་བསྡུར་དང་གནའ་དཔེ་ཡི་སྙིང་སྟོབས་རྒྱུན་འཛིན་བྱེད་པའི་སྟེགས་བུ་གལ་ཆེ་ཞིག་ཏུ་འགྱུར་རྒྱུ་རེད། ད་ལྟ་ང་ཚོས་འདི་གི་དུས་མཚུངས་དང་ཧ་ཅང་གི་དམ་འཛིན་ཡོད་དགོས། དམ་འཛིན་ཡོད་དགོས་ཀྱི་དང་ཡིན་ན་ཡང་ང་ཚོས་འདི་གི་བདེ་འཇགས་ལ་ཧ་ཅང་གཟབ་གཟབ་ཡོད་དགོས། ཏཱ་འབྲི་རྒྱལ་གྱིས་ཚོགས་པའི་ནང་དུ། ཁོང་མི་རེ་རེས་རང་ཉིད་ཀྱི་ཐབས་ཤེས་ལ་བརྟེན་ནས་གནའ་དཔེ་གསོ་སྐྱོང་དང་རྒྱུན་འཛིན་ཐད་སྟོབས་ཤུགས་འདོན་བཞིན་ཡོད་པ་རེད།

དོན་འདི་ལ་ཐོ་འགོད་ཡི་གེ་མང་ཡོད་རེད། ངས་ལས་བཞིན་པའི་ལས་རིགས་འདི་ན་ཤེས་འབེབས་བྱེད་རྒྱུ་དེ་ཡིན། དཔེ་དེབ་འདི་ཤེས་འབེབས་བྱས་ན་འཕྲུལ་ཆས་ལས་དང་གཞག་ནི་ལས་དང་ནི་ཙམ་གྱིས་མི་ཆགས་པར་འདི་ལས་ན་ཐོག་མར་ཕྱེ་གི་ཞིབ་ཚགས་ཡིན་དགོས། དེ་ཟ་ནས་ཞིབ་ཚགས་ཀྱིས་ཐོག་མར་འཛིན་ན་དཔེ་དེབ་འདིའི་མགོར་ང་འདི་འགྲིག་མིན་དང་ཤོག་གྲངས་ཚང་མིན་དུ་དེ་ནི་འདི་གི་ད་གཟོད་འཕྲུལ་ཆས་ལས་དང་གཞག་ནི་བར་ཐག་ད་ལྟ་དོ་སྙོམས་ཡོད་དེ་ནི། ཁྲོ་སྐྱིད་དང་ནི་དར་སོགས་མ་བྱེར་འབེབས་བྱེད་རྒྱུ་ལྟར། གཞན་གྱི་དེ་ནི་ལས་རིགས་འདི་ཧ་ཅང་དཀའ་མོ་ཞིག་དང་སུན་སྣང་གི་སྣང་བ་དེ་ཞིག་འོན་ཀྱང་ང་རང་ལ་མཚོན་ན་དེ་འདྲ་ཞིག་ངེས་ནས་མིན་པར། འདི་འདྲའི་བར་ཐག་གི་ཉེ་བའི་སྒོ་ནས་དཔེ་དེབ་འདི་ལ་འབྲེལ་འདྲིས་བྱས་པ་འདི་ང་རང་ལ་མཚོན་ན་ཧ་ཅང་དགའ་ཨེ་བའི་དོན་དག་ཟིག་རེད། དེའི་རྐྱེན་གྱིས། ངས་འདི་འདྲའི་གོ་སྐབས་བཟང་བོ་ཞིག་དམ་འཛིན་བྱས་ནས་མུ་མཐུད་དུ་འབད་པ་བྱེད་ངེས་ཡིན། ངས་འདི་ནས་གཙོ་བོ་གཞི་བདག་གི་བྱ་བ་གཉེར་གྱི་ཡིན། གཞི་བདག་གི་བྱ་བའི་བརྒྱུད་རིམ་ཁྲོད་ནས་གཙོ་བོ། ཞིབ་ཚགས་ལྡན་པ། དེ་ནས་ཧྲན་ཚིག་ཐོད་པ། རྒྱུན་བསྲང་ཐོད་པ་སོགས་ཀྱི་སྒོ་ནས་འདི་གཞི་བདག་གི་བྱ་བ་དོན་གཉེར་གང་འདི་ཕྱི་བདག་གི་བྱ་བའི་གོ་རིམ་ཁྲོད་ནས་བྱ་བ་གལ་ཆེན་གཙིགས་ཆེན་ཟེར་རེད་བསམ་གི། ཉེ་བའི་ལོ་ཁ་ཤས་རིང་ལ་རྒྱལ་ཁབ་ཀྱིས་གནའ་དཔེ་སྲུང་སྐྱོང་དང་རྒྱུན་འཛིན་ལ་མཐོང་ཆེན་བྱེད་བཞིན་ཡོད། སྲུང་སྐྱོང་གི་སྲིད་ཇུས་རབ་དང་རིམ་པ་བཏོན་ཡོད་པས་གནའ་དཔེ་རྒྱུན་འཛིན་པར་དང་དུ་བཅར་ཅིང། གནའ་དཔེ་ལས་བྲིས་དང་བཞི་སོགས་བཞི་འཇུ་བཅས་ཀྱི་ཆོས་སྲིད་རྒྱས་བསྟེན་གཏོང་ཡོད་པ་རེད། དེ་ནི་ང་རང་གི་མཚོན་ན་དེ་ནི་ཆུང་དུས་ནས་བཟུང་སྟེ་དཔེ་ཆ་ལ་ཧ་ཅང་དགའ་ནས་དེ་མོ་ཟེར་ཟླ་བ་ཆགས་འདྲ་ཟེར་གི་དཔེ་ཆ་ལ་ཧ་ཅང་དགའ་ནས་དེ་མོ་ཟེར། དེ་ཡིན་དུས་དེ་ནས་རྗེས་མ་དེ་ནས་དཔེ་མཛོད་ཁང་སོ་སོར་སོང་བ་དེ་ནས་དཔེ་ཆ་རིག་འཛིན་ལ་ཧ་ཅང་སྤྲོ་སྣང་ཡོད་ནས་དེ་མོ་གི་སྣང་བ་ཟེར་གི། དེ་ཡིན་དུས་ད་ང་རང་གི་མཚོན་ན་འདི་གི་བསྟན་བཅོས་འདི་སོགས་ཀྱི་ཡིག་འབྲི་རེ་རེ་དང་བསྟན་བཅོས་ཀྱི་ནང་གི་ཕྱག་དེབ་རེ་རེ་རང་གི་ཚེ་སྲོག་ལྟ་བུ་གི་གཏི་མུག་གི་འདུན་པ་བཟོས་ཡོང་གི། དེ་གི་སྟངས་ངག་ནམ་རྒྱུན་ཡིན་ན་དེ་ནས་འདི་གི་ནག་དཔེ་འདི་ཚོ་རང་འགལ་དང་ཁ་འདྲར་ཐབས་མེད་ནོ་གཏི་མུག་ཟིག་ཆགས་ཡོང་གི།